དག། ཨ་ནེ་བའི་ཨིམ་ལེ་ཏན་ཏི་ཀི་པའི་སྟེང་ང་ཅི་རག། དེ་ཚེ་འདི། ད་དུ་ལོ་གཞོན་མིན་ཟེར་འཇོག་མི་ཐུབ་པས་ལ། དེ་ང་ཅི་རག། ཤི། ཤི་གོ་མི་བ་ལེ། མདང་ཆུ་རུ་ཀི་ཀི་ཀི་ཨ་ལུ་ཅི་ད། ལོ་བརྒྱ་ཅི་ལེན་ལུས་མེད་ཨ་གི་ཅི། ཚེ་ག་རིང་ཚེ་ལ་བ་ཅི་ང་ཅི་གི་ལ་མེན་ཤི་ལ་ཧེ་མ་ག་ཤིང་བ། ཨ་ནེ་ལུ་ནམ་ཤི་ཆ་མེད་ཤི་ལ་བི།

ཕ་མ་ཕ་ཇི་ཡོད་རུ་རྒྱག་པ་ཆུ་བོའི་ཇོ་གོ་བའི་ངེས་པ་མིན་ཡིན་ཟེར། ག་དེ་ར་འཇུག་འདི་བས་ས་ཅི་རོ་ར་གཙོ་བོ་དང་གཙོ་བོ་འདི་ར། དེ་ལྟ། རང་གི་སེམས་འདི་རུ་རག་ལས་པས་སེམས་འདི་གི་གོ་མ་ཆོད་པ་ཕྱིན། ཆ་སྙོམས་ར་རྒྱབ་བཅུག་བཞག་པས་དེ་འདུལ་བའི་སྤྲང་པོ་གི་གྲས་གང་ཡིན་ལ་ས་ཐག་ཆ་མེད་ཀྱི་སྤྲང་པོ་བས་འདུལ་འོང་ཟེར་ཞུ་ནི། དེ་སེམས་འདི་གི་ར་གོ་ཆོད་པ་ཕྱིན་འདོད་ཡོན་ལོངས་སྤྱོད་དང་བཅས་པའི་གི་སྒོ་ལས་དམ་པའི་གི་ཆོས་སྒྲུབ་ནི་ཡོད། ང་ཅག་ལྷག་པར་དུ་གསང་སྔགས་དག་ཡིག་གི་དབུས་འདི་ན་ལུགས་འདོད་བོན་ཡོན་བདུད་ལྔ་རྣམས་ལ་ཅི་བདེར་འོང་ནས་བསྟན་པས་གྲུབ་ཟེར། གསང་སྔགས་ཀྱི་བསྟན་པ་དག་ཡིད་གཡོས་ན་ལོ་གསང་སྔགས་ཀྱི་ཆོས་ནང་ལ་བོད་བདག་ལོ་དབྱིན་ཇི་མི་ཇི་འདོད་ཡོན་ཆ་མཉམ་ར་སྤང་དགོས་པའི་གསུང་འདི་མི་འདུག་ལ། ཨ་ནེ་པའི་བོད་བདག་ལོ་ང་ཅི་ར་ནམ་ཅི་ཆ་མེད་ད་ལྟ་ཉེ་ནས་དེ་དག། དམ་བོད་ཀྱི་ཆོས་ཡིན་རུ་རྒྱལ་བ་ཡིན་རུ་དེ་སྒྲུབ་ནི་དེ་ཁ་ཕྱི་ཡིན་ཟེར། དེ་ག་དེམ་ཅི་བས་དེ་དག་ང་ཅར་ག་ནའི་འབད་མ་སོ་བ། དེ་ལྟ་སྨིན་ལུས་རིན་པོ་ཆེས་རྣམ་གཡེང་བསམ་མེད་ཀྱི་ཐོབ་པ་བཀའ་ཡིག་གིས་སྨིན་ལུས་རིན་པོ་ཆེ་དེའི་ཐོབ་ཚ་ཡིག་གི་ཐ་མ་ལོ། ཨེ་ཐ། གློ་བུར་གྱི་རྐྱེན་གྱིས་ཤི་བོ་འདྲ་བོ་ཞིག་བས་པ་ཕྱིན་ཤི་ནས་ངན་སོང་གསུམ་དུ་སྐྱེས་ན། སྡུག་བསྔལ་མྱོང་འགྱུར་ལ་བསམ་ནས་ངེས་འབྱུང་སེམས་ཀྱིས་ཅོ་ཡིག་གི་བློ་དེ་ལུགས་ངེས་འབྱུང་ཚེ་ལ་བི་ལ་ཅོ་ཤེས་ཀྱི་བློ་དེ་ལུགས་ངེས་འབྱུང་དང་ཅོ་ཤེས་སེ་ཐེ་ཁ་གཉིས་བི་ལ་བུམ་དེ་བོ་དང་ཅོ་ར་དེ་ངེས་པར་འབྱུང་སེམས་དེ་ཝ་དེ་དེ་བས་མ་བི་ལ་ར་མི་དོ་བས་མ་རེ་སེ་ཐེ་ཐེར་བ་རིག་གི་བློ་གཅིག་ང་ཅི་སེམས་ཁ་ལུགས་ཅོ་ཤེས་གཅིག་འོང་གོ་བ་ལ། ཨེ་མ། ཨ་ནེ་བའི་བུ་ད་ལོ། དེ་ལྟ། ཤི་ནས་ངན་སོང་དུ་སྐྱེས་ད་བ་ཅིག་ངན་སོང་གསུམ་གྱི་སྡུག་བསྔལ་གྱིས། དེ་ལོ་རྒྱུས་བླ་མ་འོ་བེ་ལ། དེ་དཔལ་ཀུན་འཕགས་པ་ཀླུ་སྒྲུབ་ཀྱིས་དེ་ང་ཅ་ར། ཤི་བི་ཀྱི་སྤྲིང་ཡིག་སྣ་ལུགས་སུ་མདོ་གསུངས་པས། འདི་ན་ཉིན་གཅིག་གདུང་ཐུགགདུང་ཐུག་སུམ་བརྒྱ་ཡི། རབ་ཏུ་དྲག་སྟབས་སྡུག་བསྔལ་གང་ལ་བ། དེ་ནི་གཉེན་ཡིན་སྡུག་བསྔལ་ཆུང་ངུ་བླངས། ཡོན་ཡང་མ་བྱས་ཕྱག་ཡང་མ་ཕུལ་དོ་ཟེར། ཕྱག་ཡང་མི་ཕུལ་དོ་ཟེར་མདོ་གསུངས་པས། ང་ཅ་ར། གཉེན་ཡིན་སྡུག་བསྔལ་གྱི་ལོ་རྒྱུས་འདི་རླབས་དྲག་ཅིག་སྦས་པ་ཅི། ད་རེས་ན། ང་གཅིག་གིས་གཟུགས་འདི། དེ་མཐའ་བར་གྱི་འདམ་ཀ་དབུ་ཆུ་ཀུ་ལ་བསྒྲགས་བཞག་བས་པའི་མིག་ཁྱི་ཁོ་ཡུལ་མི། ཕོ་སྐད། རྡོ་རི་རི་གསུམ་ལྕགས་ཀྱི་ལ་བ་ལོ་དུང་ངུ་ད་གི་དེ་སུ་ཞིག་གིས་ང་གཅིག་གི་གཟུགས་ཁ་སོག་བ་ཅིན། བཞག་བྱར་མེད་པ་གཅིག་གིས་བཞག་ཅིག་གཅིག་གིས་སོག་བེ་བ་ཅིན་གཟུགས་ཁ་དེམ་ཅིག་ངུ་སོང་མེད། ཨ་ནི་གི་གཟུགས་འདི། མ་གཉིས་གི་གཟུགས་ད་ཕྱི་ཁ་ཆོད་བ་ཅིན། དེ་གཟུགས་ཀྱི་འབྲས་ཁ་མི་ཆུ་ག་ནས་སྨིན་ས་མེད། ཨང་ནི་བཙུམ་པའི་དུག་ལ་བསྙལ་བ་ལོ། ད་ཡིད་ད་ལུ་སྐྱེ་བ་ཅིང་ག་རེ་བའི་དུག་ད་རེ་ན་ང་ཅན། ཉིམ་ཅིག་བཞི་བོ་མ་ས་བ་དུ་རུ་པེ་ན་ལུ་གཉིས་ནས་ང་བའི་བདུད་བི་སི་ག་དེམ་ཅིག་ཀ་ལའི་དུག་ལ། ད་ལྟ་བུ་ན་བུ་སུན་སུན་རི་དི་གོམ་ནི་དུག། དང་མ་མང་ཆེ་བ་ཅི་དེ་གཉིས་ནས་ང་དེ་བེ་མི་ཚུ་བེ་མི་ན་ད་ག་ཅི་ལས་དེ་འདི་བེ་མ་སུ་མོ། ཨཱ་ནི། ཚོར་བ་ཟ་མ་དེ་ཟ་ནི་མེད་པའི་རྟེན་འདི་ཀྱི། ང་ཕྱིར་གྱི་གསོ་བོ་དེ་ཚོར་ཡིད་ཀྱི་རྟེན་འདི་ལུས་ཡུལ་མེད་ལུས་འདི་གནས་པར་བྱེད་པའི་རྐྱེན་འདི་ཟས་ལུས་རྟེན་གོབ་ད་ལོ་ཟས་འདི་མ་བསལ་བ་ད་ལོ། ང་ཕྱིར་གྱི་གཟུགས་ཁ་གི་འབྱུང་བ་འདི་སུ་ལས་གཞན་པའི་ལག་མ་བས་འབྱུང་བ་འདི་སུ་ལས་གཞན་པའི་ལག་མ་བས་ལུས་རྟེན་འདི་ཀྱི་མིག་གི་སེམས་ཚ་འདི་སུ་འཁྲུགས་འདི་འཇོག་མ་བ། ཨཱ་ནི་ཕྱིར་གྱི་དཀའ་ངལ་བས་མ་གསོ་བ་ཞིག་ཡིད་ད་ན་ལོ། སྐྱེས་འདི་ཀྱི་ལོ་བཅུ་གཉིས་ཡར་སོ་ཕྱི་རུ་ཆུགས་སེམས་མེད་ཡུ་གུ་གཞན་འདི་ཕར་བཞག། ཆུགས་སེ་ལ་བས་ཀྱི་སྒྲ་ཙམ་ལ་མི་གོ་སེམས་མེད། ཏཱ་ཨ་ནི་གསུམ་གྱི་ཏཱ་ཡི་དྭགས་ཀྱི་སྡུག་བསྔལ་ཏཱ་དགུ་བ་ནིམ་ཅི་ལས་རྩུབ་མའི་སྨུག་ལ། ཏཱ་གཞན་ལས་ཤ་ཡུས་དྭགས་དེ་སུ་ཤེས་པ་ཅི་རྣམ་བསམ་ཡང་མྱོང་ལ། དུས་དྲུག་བསླུ་བའི་ས་ཕྱི་རོལ་ང་ཆ་ལ་དུས་དྲུག་སེམས་མེད་ཀྱི་བླུན་ཤིང་རྐུབ་བག་ག་དིམ་གྱིས་འདུག་སྟེ། དེ་ལྟར་ད་རང་གིས་ཏཱའི་ཕ་དྭགས་ཕ་ག་ཡིན་ནམ་མ་ཤེས་མ་ག་ཡིན་ནམ་མ་ཤེས་ཐ་ན་གཞན་དེའི་གཏམ་རྟོག་ཏཱ་བུ་ཤ་ཟ་ཟེར་ཏེ་ཐ་ན་རང་གིས་ཁོང་ལས་ཤ་བུད་ཀྱི་ཏཱ་བུ་ཞེས་རང་གིས་ཟ་ཡི་གིས་ཏཱའི་གཏི་མུག་ཅན་གྱི་ཡང་ནིམ་ཅི་རྣམ་པ་ཀིས་ཏི་ཀི་འོ་མ་བྱིན། ཏེ་ག་ཐིམ་ཅུང་ནི་མོ་ལ། རྟགས་ནི་བེ་བོ་ད་ལུ། དེ་ཤི་ནས་ངན་སོང་དུ་སྐྱེ་བ་བཞིན་སྡུག་བསྔལ་མྱོང་འགྱུར་ལ་བསམས་ནས། དེའི་ལུགས་ལྕོག་བ་སྐྱེས་གོ། ཟེར་བ། ད་བའི་སྔགས་ཀྱི་ག་དེ་བའི་དབྱིངས་ས་ཆེ་རུ་ཐབས་ཤེས་ཅི་སྟོན་འདི་གི་བའི་ཚེ་ཕྱི་མ་ལུ། འཁོར་བ་ལུ། འཁོར་བ་ལས་གྲོལ་མ་ཚུགས་པའི་གི་ནང་ལས་ངན་སོང་གསུམ་གྱི་སྡུག་བསྔལ་དུ་མྱོང་མ་གོ་བཅས་ཟོ་གོ། ཟེར་མི་དེ། ད་འཁོར་བ་ལས་གྲོལ་ནི་ད་བཅས་པ་ལུ་དེ་དེ་ལ་ཁ་འདུག་མོ། དེ་བས་ད་ལོ། ད། ངན་སོང་གསུམ་ཟེར་བའི་འདི་མ་རྙེད་བ་ཡི་ད་དུད་འགྲོ། བདེ་འགྲོ་གསུམ་ཟེར་བའི་འདི་ལྷ་ལྷ་མ་ཡིན་མི་ཡིན། ད་ནི་ང་ཆར་ན་རྨི་ད་ལྷ་ཡིད་ཀྱི་གོ་བ་ཐོག་བ་ཅི་དྲ་བས་བ་དེ། འཁོར་བ་ལས་གྲོལ་བོ་འདི་མེད་མེད་སྡུག་བསྔལ་འདི་སྡུག་སྨིན་ལོ་སྐྱེ་རྒ་ན་འཆི་ལྷ་ལོ་ཕོ་ཐུང་གི་སྡུག་བསྔལ་ལྷ་མ་ཡིན་ལོ་ཐབས་ཚུལ་གཉིས་རོ། མ་ངན་སོང་གསུམ་གྱི་སྡུག་བསྔལ་ད་ཕྱེ་བ་ཆིན་དེ་སུ་ལས་ཤ་ཀི་དྲ་བས་དེ། མ་གི་ད་ཕྱེ་བ་ཆིན་ང་ཆི་ཡི་འདི་བདེ་བ་ཡིན་མེད་དེ་མོ་ཤི་ལ། ད་ནི་བ་ད་ལོ་ངན་སོང་གསུམ་ལུ་སྐྱེ་ཆེ་བ་ཆིན་ང་ཡི་ག་དེ་བས་བས་ནི་མོ་སི་ཡི་མ། ཏིང་ངེ་འཛིན་གསུམ་ནི་ཀི་ཏཱ་བ་ཅི་ནི་ཏེ་མ། རྫིའུ་འཇམ་མས་ཡ་ཐུན་མི་ཁ་བས་ལྟོས་མི་ག་ཡེ་མི་ནུ་ལ་དེ་ན་ལོ། ཏཱ་ཧ་ནི་ད་རེ་ང་བྱེད་ཀྱི་གཉིས་ནི་ཡན་ལག་བརྒྱད་ཀྱི་སྡོམ་པ་དེ་སུ་གསུམ་མ་གཅིག་ནི། ཉིན་ཞག་གཅིག་གི་སྡོམ་པ་གི་ཏེ་ངན་འགྲོ་གི་དཀྱིལ་འཁོར་རེ་རེ་དར་ཅིག་སྔགས་ཀྱི་ཞུ་དོགས་གསུམ་པས་ཏེ་གཅིག་ཏེ་སྦྱོར་ཡིན་པས་སེ་ཞུ་ནི་ཨ་ནི་ལུ་བསམ་སྟེ་འཁོར་བ་སེ་མི་ཏེ་ཅི་རིགས་ཀྱི་སྡུག་བསྔལ་གྱི་རང་བཞིན་ལྷག་པར་དུ་ངན་སོང་གསུམ་སྟེ་སྡུག་བསྔལ་དཔག་ཏུ་མེད་པ་དེ་ན་ལོ་ཀི་ཏཱ་ཤི་ན་ལས་སྡུག་བསྔལ། སྲིད་འོག་མ་ཐོག་བཅུ་པའི་སྡེ་བ་སྲིད་ཀྱི་སྒྲ་ཙམ་ར་མེད་པ་ལུས་རྟེན་འདས་ཀྱི་ངན་སོང་ཡིན་པས་ཨི་མ། ཨ་ན་ལུ་ཀྱེ་འོ་ན་ཡུལ་གྱི་བློ་ཡིད་ཀྱི་ཚ་ཁྱེད། དེ་ན་ལུ་ཀྱེ་མ་ཆུབ་པའི་ངེས་འབྱུང་ཆོག་ཤེས་དམ་བཅའ་བརྟན་པོ་གཅིག་ང་གཅིག་གི་རྒྱུད་ལུ་ཀྱེ་གོ། དེའང་རང་ཉིད་གཅིག་པུ་མ་ཟད་མཁའ་ཁྱབ་ཀྱི་འཕགས་མ་སེམས་ཅན་ཐམས་ཅད་བཟོད་བླ་མེད་པའི་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོའི་ཐར་པའི་དུས་མེད་པར་བྱིང་བ་རྣམས་ཀྱི་དོན་གཙོ་བོ་ཟད་ད་གཙོ་བོ་ཐེག་ཆེན་གྱི་སེམས་ཁྱེད་ཀྱི་རྩིའི་ཟིན་འདི་བས་ག་ལས་དེ་རང་ཅམ་ཅིག་མིན་པས། དེ་འདི་ན་དམྱལ་བ་བླ་མ་ཡོད་མེད་སེམས་ཅན་ཡི་དྭགས་ལུས་ཡོད་མེད་དུད་འགྲོ་ལུས་ཡོད་མེད་ཆ་མཉམ་ལ་རང་གི་འཕགས་མ་ཡིན་མིན་ལ། རང་གི་འཕགས་མ་མ་བྱས་པ་ག་ཡང་མིན་ནོ། མ་ཡིན་ཐུགས་ཐག་རྒྱ་ཞུགས་ཚིག་གུག་ཙམ་རིལ་བུ་བགྲང་བྱ་ས་ཡི་ལམ་མི་འགྱུར་རོ་གསལ། ང་བྱ་ར་སེམས་ཅན་ང་གཅིག་གི་ཨ་ཡིག་འབེབས་པའི་བྱང་ཁ་དེ་བཅའ་བ་སྤྱིན། རིའི་རྒྱལ་པོ་རི་རབ་ས་ཆེན་པོ་དེ་ཆ་མཉམ་བདག་པ་བའི་ཇོ་རི་པ་ནི་ཆུང་ཁུ་ཆུང་ཁུ་བས་དེ་རྒྱ་གར་གྱི་ཤུ་བི་གི་གདོང་མ་ཟུམ་པའི་བཟོ་བཞག་ཤི་ན།

དྲི་མ་ཤེས་པ་པོས་འཇོམས་མོ། དེ་ལྟར་ཅོག་ར་ཐིག་ལ་ང་ཅི་ར་ག་ཏིམ་ཅི་ར་སྒོ་འདིས་ཆུད་པའི་ཉམས་ལེན་པས་ངན་སོང་གི་སྡུག་བསྔལ་མྱོང་མང་ཀུན་རྫོགས་བདག་ས་བཅད་དྲུག་ར་སེམས་ཅན་ཐམས་ཅད་ཆགས་ཉམས་ལ་རང་གི་ཕ་མ་མེད་ཕ་མ་འདི་སུ་སྡུག་བསྔལ་མྱོང་བཞག་པ་ཅི། ཡང་ཕྱོགས་བཅུ་དག་པའི་ཞིང་ཁམས་རྣམ་པར་གཟིགས་འཇོམས་མི་སངས་རྒྱས་དང་བྱང་ཆུབ་སེམས་དཔའ་འདི་སུ་ཡི་ག་དད་པས་གཟིགས། ཨ་ད་ཁོ་ཁོ་ར་དི་ཁོ་ཨ་ལོ་མ་སྒོ་པའི་སྟབས་འདི་དུ་ཏོ་ཟོ་ཨ་ཡི་དི་བོ་ད་ལོ་ད་ཕ་མ་ཁོ་གི་ཕ་མར་ཆུད་པའི་སེམས་ཅན་ཐམས་ཅད་ཁོ་གི་ལོ་ཏི་ར་མ་ཏཱ་མ་རེ་ཁོ་གི་རྒྱུ་ལུ་བའི་གཉིས་ཅི་མི་ནུ་མ་རེ་བྱམས་པ་མི་ནུ་མ་ར་སེ་སུ་ངུ་མེ་ན་ལ། ཏཱ་ཨ་ནི་ཟུམ་པའི་ར་ཐེ་ང་ཅི་ར། ཏེ་བཟོད་ལ་མེད་བདུད་ཀྱི་སྡུག་བསྔལ་རྒྱ་མཚོ་ཆེན་པོ་དེ་ན་ལུ། ཏེ་ཏཱ་ཐར་པའི་དུས་མི་བ། ཏེ་སེམས་ཅན་ཐམས་ཅད་ཆེ་སྙོམས་ལ་དེ་ན་ལུ། ཏེ་བདུད་ཡིད་ལ། ཏཱ་སེམས་ཅན་ཐམས་ཅད་འཁོར་བ་ལས་ང་ཅི་གི་ཡང་སྟོན་འཁོར་བ་ཅི་ག་དེ་བས་སྟོན་འཁོར་ལ། སེམས་ཅན་ཐམས་ཅད་འཁོར་བ་ལས་ང་ཅི་གི། ཏེ་ཏཱ་ཏྲི་ཀ་ཏུ་ཏི་ཀི་བས། ཏེ་བ་སི་ན་གཙུག་བཏང་ནི་མི་ནོར་ལ། རྣམ་བཀྲུ་ན་གཙུག་བཏང་ནི་མི་ནོར། ཏེ་ཁོང་གི་ཆེད་དུ་ལུ། ང་ཅི་གི་ཆོས་བསྒྲུབ་དགོས་པས་སོ། མ། ཆོས་སེམས་མི་དེ། དེ་དག་ཁོང་གི་ཆེད་དུ་ལུས་དག་ཆོས་ཟད་འདོད་པས་ཁོང་གི་ཆེད་དུ་ལུས་སེམས་ཅན་གྱི་དོན་འབེལ་གོ་བ་བྱིན་རང་སངས་རྒྱས་ཀྱི་གོ་བ་ཐོབ་གོ་སོ། མ། དཔེར་ན་ལུས་དེ་དག། ཕྱུག་བ་ཇོ་ཡིད་ཀྱི་མིག་གིས་ཕྱུག་ན་ལས་སྟོན་གོ་བ་བྱིན་རང་ཡང་སྐམ་ས་འདོད་གོ་བ་སྟེ། རང་འདི་ས་འདོད་དེ་གྱིས་པས་ཕྱུག་བ་ཇོ་མི་དེ་ཡང་སྟོན་ནི་མོ། རང་ཡང་འདྲ་འདྲ་མང་ཕྱུག་བ་ཇོ་ཡིད་ཀྱི་གནས་སྐམ་ན་འབེལ་བ་བྱིན། རང་གིས་བསུ་བ་ར་བཅའ་མི་བསུ་བ་རོ་གིས་བསུ་བ་མ་བྱས་ཀྱིས་བཅའ་མི་བསུ་བ་མོ་ཨ་ནི་འཛུམ་པས། བདག་ཏུ། སེམས་ཅན་ཐམས་ཅད་ཕ་མ་ཡིན་པས་ཕ་མ་ཐམས་ཅད་དྲིན་ཅན་ཡིན་པས་དྲིན་ལས་འདིས་རྗེས་བསྒོ་བ་བྱིན། དམ་པའི་ཆོས་ཀྱིས་རྗེས་བསྒོ་བས་དམ་པའི་ཆོས་འདི་གིས་སེམས་ཅན་ཐམས་ཅད་བསླུ་ཁྱབ་པས། འདི་ལྟར་དྲིན་ལས་འཇལ་ནུས་ཀྱི་ཆེད་དུ་ལོ་དྭངས་མ་རང་སངས་རྒྱས་བསྒོ་བས་སོ། ཨཱ་ནི་སངས་རྒྱས་ཀྱི་གོ་བ་དེ་ང་ར་ཅང་མི་ཅིག་ངན་སོང་གི་སྡུག་བསྔལ་མྱོང་མྱོང་མོ་བསྒོ་བ། ང་ར་ཅང་མི་ཅིག་ཁོ་ཡིད་ཀྱི་སྡུག་བསྔལ་མ་མྱོང་བ་ང་ར་འདི་ཐོ་ཐོ་བའི་དུས་ནི་དབྱིངས་ཡེ་སེམས་མིག་གི་རང་དོན་ཡིད་བྱེད་ཀྱི་བློ་འདི་གི་བས། དེ་དག་སངས་རྒྱས་ཀྱི་གོ་འཕང་བསྒྲུབ་ནི་མེ་འབར་བཞིན་དང་སྔགས་ཀྱིས་སེམས་ཅན་ཐམས་ཅད་ཀྱི་དྲིན་ལན་འཇལ་གོ། སེམས་ཅན་ཐམས་ཅད་ཉིད་ཡིད་ཀྱི་འཕགས་མ་ཡིན། འཕགས་མ་དེ་དག་ཐམས་ཅད་ཁོ་ཡིད་ཀྱི་སྡུག་བསྔལ་འདི་ལ་ཡར་བསྟོད་འགོ་བས་ཁོ་ཡི་སྡུག་བསྔལ་འདི་ལས་བསྟོད་མ་དག་བྱས་པ་ལོ། བསྟོད་ནུས་ཀྱི་ནུས་པ་ཅི་ང་ལོ་ཡོད་པས་འགོ་བས་ཨང་ཉིད་ཀྱི་ནུས་པ་དེ་ག་ཕྱིན་མོ། རང་སངས་རྒྱས་གོ་བས་ཨང་ཉིད་ཀྱི་སངས་རྒྱས་ཀྱི་གོ་འཕང་དེ་སྔགས་ཀྱིས་སེམས་ཅན་གྱི་ཆེད་དུ་བསྒྲུབ་ནི་ཨིན་སེམས་མེད་དེ་སོགས་སོ་བཏང་གོ་སེམས་མེད་པ་ལ། རྣམ་པ་ཐམས་ཅད་མཁྱེན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། དེ་ག་ཕྱིན་ལས་རྟེན་མཐོང་གོ། སེམས་ཀྱི་ཐབས་ཀྱི་འཁོར་བ་ལ་ཡང་སྦྲུལ་གྱི་ཕྱིར་དུ་ལུས་ཐོག་ཁུབ་ཨིནས྄། དེའི་ཕྱིར་དུ་ཟེར། ད་སེམས་ཀྱི་ཐབས་ཀྱི་འཁོར་བ་ལས་སྦྲུལ་གྱི་ཕྱིར་དུ་སངས་རྒྱས་ཀྱི་གོ་འཕགས་ཐོབ་གོ་བས་སངས་རྒྱས་ཀྱི་གོ་འཕགས་སེམས་མེད་དེ་ཏུ་རུ་སྤྲོད་དུ་མྱོང་ནི་མིན་ནོ། ཐབས་བཞི་ཀུན་སྐྱེད་དེ་སྐྱེས་པས་མི་ཐོབ་པས་སྨོ། ད་ག་རེ་བས་ཐོབ་གོ་བས། དེ་སངས་རྒྱས་ཀྱི་གོ་འཕགས་སེམས་མེད་དེ་དམ་པའི་གི་ཆོས་བསྒྲུབས་ཏེ་ཐོབ་གོ་བས་ཚུལ་ཁྲིམས་ཤིན་ཏུ་དག་པ་བསྲུང་དམ་པའི་ཆོས་ལ་ཐོས་བསམ་བྱས་མ་ནོར་ཐར་བའི་ལམ་བསྒོམ་ཟོ་ད་ལོ། ད་ཐར་བའི་ལམ་བསྒོམ་དུ་སྐྱེས་པས་སངས་རྒྱས་ཀྱི་གོ་འཕགས་ཐོབ་གོ་བས་ད་ནི་སངས་རྒྱས་ཀྱི་གོ་འཕགས་དེ་ཐོབ་ནས་ཀྱི་ཕྱིར་དུ་ལུས། དེ་དག་མ་ར་ང་ཅར་བཞིའི་ཚུལ་ཁྲིམས་རྣམ་པ་དག་པ་གཅིག་གོ། ཅེས་སྨྲས་མ། ཁྲིམས་ནི་རྒྱུ་དང་མི་རྒྱུའི་ས་བཞིན་དུ་ཡོན་ཏན་ཀུན་གྱི་གཞི་བདེན་ལགས་པར་གསུངས་སོ། ལུས་ཁྲིམས་འདི། ང་ཅར་ན། རྒྱུ་བ། དེ་དག། མི་དག། ཡིད་དག། མེ་མི་དག་དུད་འགྲོ་སེམས་ཅན་དག་མི་རྒྱུ་བ། དེ་རི་དང་ནགས་ཚལ་ཐམས་ཅད་ཀྱི་རྟེན་འདི་ག་ཕྱི་མ་ལྟར་དུ་འཛམ་བུ་གླིང་ན་ཡོད་པའི་ས་བཞི་འདི་ཡིན་ཏེ་སྨྲོས་ལ། ས་བཞི་འདི་ལུས་རྟེན་སྒོ་དང་གསུམ་པའི་ང་ཅར། འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཀྱི་ལས་ཚོགས། དེ་དག་སངས་རྒྱས་ཀྱི་གོ་བ་ཟེར་རོ། གནས་སྐབས་ལྷ་མིན་གྱི་གོ་བ་ཐོབ་གོ་རུ་ཐག་ཚོགས་སངས་རྒྱས་ཀྱི་གོ་བ་ཐོབ་གོ་རུ་དེ་དག་ཐམས་ཅད་ཀྱིས་རྟེན་འདི་རྒྱུ་ཚུལ་ཁྲིམས་རྣམ་པར་དག་པར་བྱས་ལུགས་བསྟན་གོ་ཟེར། ཨཱ་ལེན་པའི་བུ་ད་ལོ་དེའི་ཆེད་དུ་ཐར་བའི་གཞི་རྟེན་ཚུལ་ཁྲིམས་ཀྱི་བསླབ་པ་ཉམས་སུ་ལེན་གོ་ཟེར། ཐར་བའི་གཞི་རྟེན་ཚུལ་ཁྲིམས་ཀྱི་བསླབ་པ་དེ་ལས་མ་ལ་ཡ། དེ་དག་མ་ལ་གཉིས་གནས་ཀྱི་སྡོམ་པ། དེ་ལས་དགེ་བསྙེན་གྱི་སྡོམ་པ། དེ་ལས་དགེ་ཚུལ་གྱི་སྡོམ་པ་དེ་ལས་རྒྱུ་ནོར་གྱི་སྡོམ་པ་པོའི་གོ་རིམ་བཞིན་དུ་ཡོད། ཡོད་པས་ཀྱི་ནང་ལས་དག་ཏུ་སྟོན་པ་བཅོམ་ལྡན་འདས་ཀྱིས་གཉིས་གནས་ཡན་ལག་བརྒྱད་པོས་ཀྱི་སྡོམ་པ་གསུངས་དགོས་པས་ནི་ང་ཅི་ར་ཁྱིམ་པ་འཇིག་རྟེན་པ་འདི་སུ་ཀྱི་དོན་དག་བློ་ཡིན་ལ། ད་རུང་ཡང་རྒྱུ་ནོར་དང་རྒྱུ་སུལ་འབེལ་བ་བཞིན་སྟེ་མི་ཚེ་གཅིག་གི་སྡོང་པ་འབེལ་འདོད་པ་དང་ཁོང་ལོ་རྨོ། ད་རེས་རྒྱུ་སུལ་གྱི་སྡོང་པ་ཞུ་ནག་པ་དྲོ་བ་རྫ་འུ་ཟ་འུ་ཞིག་རྒྱུ་སུལ་གྱི་སྡོང་པ་མི་རྫོགས་ལ། གཉིད་ནད་ཀྱི་སྡོང་པ་དེ་འབེལ་བ་བཞིན། ཇི་སྲིད་སང་ཉི་མ་མ་ཤར་གྱི་བར་དུ་ཟེར་གོ་ལེ། ད་རེས་དྲོ་བ་ཞུ་མིག་གི་སྡོང་པ་དེ་ནག་པ་དྲོ་བ་ཉིན་ཤར་འུ་ཕྱིས་ཏེ་དེ་གི་སྡོང་པ་དེ་ཁོ་དུས་ཚོད་ཀྱི་ར་རྫོགས་པའི་ད་གོ་ར་སྡོང་པ་ཡང་ཅི་ར་ཞུ་གོ་བ་དང་རྨོ། ཨ་ནེ་བའི་བུ་ད་ལོ་ཨ་ནེ་འཇིག་རྟེན་ཁྱིམ་པ་དེ་སུ་གི་དོན་ད་ལོ་ཡིན། འཇིག་རྟེན་ཁྱིམ་པ་དེ་སུ་ལྟ་བུ་ན་བུ་དེ་ལྟ།

སྟེ་སྨིན་གྲོལ་རིན་པོ་ཆེ་དེ་ན་ལས་འདས་ནས་བདེ་བ་དེ་ལྟར་བདེ་འགྲོ་ནས་བདེ་འགྲོ་གྱི་རྟེན་རྒྱུད་དེ་ཐོབ་ནས་ཀྱི་རྒྱུ་དེ་ད་རེས་སྒྲུབ་ཡིན་པས། འང་ནི་སྒྲུབ་ནས་ཀྱི་གཞི་དེ་དང་བར་དེ་ཚུལ་ཁྲིམས་ཀྱི་བསླབ་པ། དེ་གཉིས་ནི་ཡན་ལག་བརྒྱད་པའི་ཀྱི་སྡོམ་པ་དེ་སྔགས་ཀྱི་ཞུ་སྙིང་ཡིན་ནོ་དེ་སྐྱེས་པས་དེ་སྐྱུར་ནོ་བྱང་ཆུབ་ཕྱོགས་དུ་སེམས་བསྐྱེད་པ་སེམས་མེད་དེ་བྱང་ཆུབ་ཕྱོགས་དུ་སེམས་བསྐྱེད་སེམས་མེད་དེ་བྱང་ཆུབ་སེམས་མེད་དེ་སངས་རྒྱས་ཀྱི་གོ་འཕང་ཡིན། དེ་སེམས་བསྐྱེད་སེམས་མེད་དེ་འང་ནི་ཀྱི་ཆེད་དུ་ལ་ནོ་ས་བཏང་དེ་སྐྱེས་པས། སངས་རྒྱས་ཀྱི་གོ་འཕགས་ཐོབ་ནུས་ཀྱི་ཆེད་དུ་ལོ་ང་ཆད་ཀྱི་སྡོམ་པ་ཞུ་དགོས་པའི་ཡིད་སོ་མེད་དེ་བོ་ད་སངས་རྒྱས་ཀྱི་གོ་འཕགས་དེ་ག་ཡིག་གི་ཆེད་དུ་ལ་ཐོབ་གོ་མོ། རང་ཅག་འམ་ཅིག་གི་དོན་དམ་མེ་འབར་བཞིན་དང། དེ་བས་སེམས་ཅན་ཐམས་ཅད་སྲིད་པ་ཁམས་གསུམ་ཁོལ་བའི་སྡུག་བསྔལ་གྱི་རྒྱ་མཚོ་དེ་ལས་ཡང་དེ་སྒྲོལ་ནུས་ཀྱི་ཆེད་དུ་ལོ་དེ་ང་ཆད་ཀྱི་སྡོམ་པ་ཞུ་དགོས་པའི་ཡིན་ཟེར་ད་ནི་སེམས་བསྐྱེད་དང་ལྡན་པའི་སྒོ་ནས་དེ་ད་སེམས་པར་བྱ་ཟེར་ད་སྡོམ་པ་ཞུ་ཡི་གི་ད་ཚིག་མེད་ད་དེ་ཡང་དུས་ཁྲིམས་ཡན་ལག་བརྒྱད་པའི་སྡོམ་པ་སུ་ཡིན་དེ་མིན་གྱི་དུས་ན་ད་ནི་དུས་ཁྲིམས་ཡན་ལག་བརྒྱད་པ་སེམས་མེད་དེ་ད་ང་ཆད་ལ་ཡན་ལག་བརྒྱད། ཡུལ་དངོས་བཞི་ལ། རྩ་བ་བཞི་ཟེར་བ་ཅི་སྟེ། དག་དང་མ་ར་རྩ་བ་བཞི་སྟེ། དེ་ཉིད་ཅི་ཐམས་ཅད་ཀྱི་རྩ་བ་སྡིག་པ་ཐམས་ཅད་ཀྱི་རྩ་བ་བས་ནི་སྡིག་གི་འཁོར་ལོ་རྩ་བ་བཞི་བསལ་བས། རྟགས་ནི་བུདྡྷ་ལུགས་སོ་སྤྱོད་པ། མ་བྱིན་པ་ལེན་པ། མི་ཚངས་པ་སྤྱོད་པ། དེ་ལས། བརྫུན་སྨྲ་བ་འང་ནི་རྩ་བ་བཞི་བདེ་ཡང་ནི། དག་དེ་ཀུན་ལུགས་ཆང་འཐུང་བ་སེམས་མི་བདེ། རྟགས་ནི་ཆང་འཐུང་བ་འདི་བག་ཡོད་ཀྱི་ཡན་ལག་པའི་རྩི་གོ། དེ་ཡག་གི་འདི་ཚུལ་ཁྲིམས་ཀྱི་ཡན་ལག་གསུམ། བཞི། བག་ཡོད་ཀྱི་ཡན་ལག་སྤྱིའི་རྩི་གོ། ཆང་འཐུང་བ་ཆང་འདི་འཐུང་དག་པ་ཅན། དེ་ང་ཆ་ར། ཆང་གིས་ཇི་དུས་མྱོས་འགྱུར་ཞིང། དོན་ཉམས་ནོ་ཡང་ཟད་པར་འགྱུར། རྨོངས་པའི་དོན་མ་ཡིན་པ་བྱས། དེའི་རྟགས་ཐུག་ཆང་འདི་སྤངས། བདག་ཅག་གི་སྟོན་པ་ཀྱེ། དེ་དག་ང་ཡིན་གྱི་ཉོན་ཐོས་དབྱིབས་འདྲ་བྱུ་བས་བ་བྱིན་ཆང་རྩ་ཚིལ་ཟིལ་བ་ཙམ་ལས་བཏུང་དུ་མི་རུང། ཆང་འཐུང་ང་ཡིན་ཉོན་ཐོས་མིན། ང་ཡང་དེ་ཡི་སྟོན་པ་མིན། དེ་རྣམ་སྨིན་བསམ་མི་དམ་དག་པའི་བཀའ་འདི་གི་ཡོད་བི་ལ། ཛང་ཆང་འདི་ལས་ཏེ་འདི་གི་བས་དེ་ང་ཆེ་ར་མི་འདི། དེ་ག་དེམ་གྱིས་མི་འབྱུང་བ་ད་རི་ནག་པ། དེ་དག་བི་ཆང་གིས་ང་ཆེ་གི་འབྲུག་གཡའ་ཁབ་ནག་གསུམ་བྱུ་བས་བ་བྱིན། དེ་དག། ཆང་གིས་བས་ཏེ་བདག་མེད་བརྗོ་མི་སྨད་མཁའ་ན་ལྟ་བ་ཅི་དགའ་ཁྱིམ་གཅིག་ཏུ། དུར་ཁྲོད་ཀླུ་སྐྱེས་ཀྱིས་དབང་དུ་བཏང་ཚར་ཕྱིར་ཨ་བདག་ཁོ་དེ་འདི་ཟས་ཆང་གིས་ར་ཤི་སྲིད་ཟེར་བླ་མེད་ཀྱིས་ཆང་ཧ་མ་ཤོད་ཅིག་ཐོན་འདུག་མོ་ལ། ད་ང་ཆེན་གྱི་གདོང་པ་དེ་ག་ཅི་ར་ཞུ་ཤེས་དུས་བས་ས་བྱེ་རོའི་ཆང་དེ་འཐུང་དང་བ་ཅིན། གདོང་པ་ཡོད་མེད་ཀྱི་བཅད་རེ་ར་མེད་པ་དེ། ཆང་དེ་ར་གྲང་མེད་པ་ལས། དེ་རང་ཡང་དེ་རང་གིས་རང་ཡང་ངོ་བརྗེས་ང་ར་ཡ་ག་ཡིན་ན་མ་ཤེས་པ། དེ་ཕྱི་ལུས་ཀྱི་སྐད་ན་ལས་མོ་སེ་མིན་གྱི་ཧུའུ་ཡེ་མ་ཨ་ཡེ་སེ་མིན་དུ་གུ་ཧུའི་ནི་གི་ཉེ་ཁ་དུ་བ་མོ་ང་ག་ཡིན་མོ་སེ་དེ་བླ་མེད་ཀྱིས་ད་ཨ་ནི། བཅུ་གོ་ལ་མ་ཤུ་སུ་བ་ཅིན། དེ་ང་གཉིས་གནས་ཀྱི་སྡོམ་པ་ཞུ་ཞུ་ཡིན་ན་དགེ་ཚུལ་ཞུ་ཞུ་ཡིན་ན་དགེ་བསྙེན་ཞུ་ཞུ་ཡིན་ན་མི་ཤེས། བག་མེད་ཀྱི་དབང་དུ་འཇོག་སེམས་འདི་ཆང་གི་སྙུན་དེ་འཇོག་གི་ལས་ད་ཨ་ནི་བི་ཚུལ་བོ་ད་ལུ་དེ་ད་ཆང་དེ་བག་མེད་ཀྱི་ཡན་ལག་ཡིན་མེད་ད་དེ་བག་བག་ཡོད་ཀྱི་ཡན་ལག་གི་ཆེད་དུ་ལུ་བག་མེད་ཀྱི་ཆང་དེ་སྤང་དགོ་མེད་ད་དེ་ལས་བརྟུལ་ཞུགས་སོགས་ད་ལུ་ང་ཆ་ར་སྤྱོད་པ། སྟེ་རྒྱུད་ལུང་ང་ཅག་ང་རྒྱལ་དང་ཞེ་སྡང་འདོད་ཆགས་འཇིགས་སུག་དེ་མ་སྐྱེས་ནས་ཀྱི་ཐབས་ཡིན་པས་བྱ་བ་ངན་པ་བཏུས་བཟང་པོ་གྱི་ལམ་ལུགས་གཞུང་གནས་ཀྱི་ཆེད་དུ་བློ་དེ་དག། ལུས་ཀྱི་སྒོ་ནས་གར་སོ་གསུམ་དང་ཕྲན་སོ་གསུམ་ཡིན་པས་ལ། གར་སོ་གསུམ་ཟེར་བ་བཞིན་ཏེ་ལུས་ཀྱི་གར་སྦྱོར་བ། ངག་གི་གླུ་ལེན་པ། ལ་བག་གི་རོལ་མོ་སྤྲོ་བ་གསུམ་གཅིག།

དེ་དྲུག་བསྡོམས་ཏེ་ཕྱིས་རྒྱལ་དེ་ཚིག་ནི་མིང་ཡིན་ཟེར་ཞུ་དོ། ཏཱ་ཨཱ་ནི་གནས་ལས། ཅི་ལ་དེ་མེད་དེ་མཆེད་དོ་ཟེར་བ་ཅི་ང་ཅི་རང་ཉིད་ནི་ཡན་ལག་བརྒྱད་པའི་སྡོམ་པ་དེ་ཞུ་ཤི་ན་ལས། ཆུ་གང་ལས། མ་མཆིས་ཀྱི། ཅང་ཆུ་གང་ལས་ཡང་ཐོ་ཡིག་གི་པར་ལམ་དགུ་ལ་འདོད་མི་ཆོག་ལ། དེ་ལས། དེ་དགུ། དེ་ལས་ཐོ་དགུ་འདོད་པ་ཅི་རང་གི་རྒྱུད་ལ་ང་རྒན་མོ་མི་སྲིད་མོད་པ་དང་ཅིས་ཀྱང་ནི་མེད། ད་འདི་ལས། མེད་དེ་མཆེད་ཟེར། ཐོག་སོ་བ་ཅིན་མེད་ཐོག་སོ་བ་ཅང་ནི་མེད་ཆུ་གང་ཅང་ཆུ་གང་ལས། གང་ལས་ཡང་ཐོག་ཡུལ་གྱི་པ་ལང་གུ་དུས་ནི་མེད། ཆེ་སོ་བ་ཅང་ནི་ད་རི་ན་བ་ཀིང་སའིས་གི་བེད་བློ། Queen Size གི་བེད་བློ་སེ་རྣམས་ཙམ་ནི་རྒྱ་བོམ་པའི་དུག་མི་ན་དེ་རྒྱན་ཆ་མ་དུ་ཨ་ནི་འདི་སུ་གི་མི་ཐུབ་སེ་མེད་ནི་ཆེ་སེ་མེད་འདི་གི་ཨ་ནི་ན་མི་ས་མི་གི་ཆུ་ཆུ་གྲུ་སྐྱེ་ཁ་བུ་བེད་ཤིད་འདི་སོ་ཡ་མ་དུ་གཏུབ་ཨ་ནི་ག་དེ་ཀ་ཤི་མིར་གི་བེད་ཤིད་ཨིན་ལོ་ཨ་ནི་ཨ་མི་རི་ཀ་ལས་ཉོ་ཉོ་ཨིན་ལོ་ཨ་ནི་གི་ནས་ཆ་དེ་བྷ་ཨ་སི་ཏྲི་ཨ་ལི་ཡ་ལ་བོམ་ཨིན་ལོ་ཧང་འདི་ཡུ་རོབ། ཇར་མན་ལུགས་བཟོ་ཚོན་ལ་སོན་ཨ་ཡིན་སི་ཀི་ང་ཆུའི་རྒྱུ་ལུགས་ག་དེམ་ཆི་ཆག་པ་ཀིའོ་ག་དེམ་ཆི་ང་གེ་ཀིའོ་ང་ཆུ་བི་ཡིན་སེ་ང་ལོ་ཡུ་ཡོད་སེ་ཁོ་ལོ་མི་ཡིན་སེ་ཨ་ནི་མེ་བ་མེ་དེན་ཆེ་ཐོ་དེ་ལས་ཆུ་རུག་གི་ཏོ་དི་ལ་ཏེབ་ཆུ་རུག་གི་ཏོ་དི་ས་ད་བ་ཆིན་དེ་ལས་ཏེ་མི་ཏེ་བ་ཕེབ་དེ་ལས་ཏེ་ཉི་ཡེ་བོང་བོ་བས་ཆུ་རུག་གི་ཏོ་དི་མ་ས་བ་ཆིན་སེམས་ར་ཅོ་ལྷང་ལྷ་བའི་བ་ཡ་ང་ད་རེ་གཉིས་ནན་གི་སྡོམ་པ་ཡོད་མ་རེ་སི་ངའི་རྒྱུ་ལུགས་ལྷག་པར་དུ་ཆུ་རུག་གི་ཏོ་ཕོ་ཅིའི་མ་ས་བ་ད་ལོ་སྡུག་ངའི་ག་དེམ་ཆི་འདུག། སྔགས་ཀྱི་ད་ཏེ་ཆུ་རུལ་གྱི་སྟོབས་ཕོ་ཆེ་མ་ས་བ་ལ་སྡུག་བསྔལ་ཨ་ནེམ་བཅོས་པ་བྱིན། ཚེ་ཕྱི་མ་ཡི་དྭགས་ལུས་སྐྱེ་བ་བྱིན། མི་ཚེ་གཅིག་བཞུགས་གོ་མ་ས་བ། ཏེ་བདུད་དབྱིག་གི་དུས་ཨ་ནེམ་སྣ་ལུག་སྐྱེ་ནི་མེད། ཨ་ནེམ་ལ་སྡུག་བསྔལ་ག་དེམ་ཅི་འོང་ག་ཚེ་ཡི་དྭགས་ཀྱི་སྡུག་བསྔལ་འདི་ཚོ་ཡང་ནས་ཡང་དུ་རང་གི་སེམས་ལུས་དྲན་པ་སའི་སྟབས་སུ་བིད་ཀྱི་ཆེད་དུ་ལུག་ཏེ་ཕྱི་དྲོ་གི་ཁ་ཟས་སྤང་དགོས་བིད་ཀྱི་དེ་ཡིན་པས་རས་སེ་ཞུ་ནི། ད་ཏེ་མ་པ་མ་འོ་ལེ་ཤེས་འོ་ལ་ད་དུ་ན་ད་ལ་གཉིས་ནི་གིས་སྡོམ་པ་ཡན་ལ་གའི་ར་སེ་ལབ་འདོད་མེད་ཏེ་གེབ་འདི་ག་ནས་ལབ་ནི་མི་ནོངས་སུ་ནོངས། ཏེ་བདུན་འོ་ནོངས་འདི་གིས་བིད་ཏེ་ད་དུ་ཚ་ཆི་ཞུ་ད་མི་ཡིན་ཏེ་མ་པ་མ།